ཞེས་བྱ་བ། དེའི་སྐབས་སུ་དེ་ནི་འཁོར་ལོ་སྒྱུར་བའི་རྒྱལ་པོ། དེ་ནས་རྩིབས་ཀྱི་མུ་ཁྱུད་སྟེང་གི་བློན་པོ། བྲམ་ཟེ་རྒྱ་མཚོས་འདུལ་ཞེས་པ། དེ་ནས་སྐྱེ་བ་བཞི་པའི་སྐབས་སུ། དེ་ཁོང་རང་གི་སྲས་དེ་བཞིན་གཤེགས་པ་རིན་ཆེན་སྙིང་པོའི་སྤྱན་སྔར་ལ། དེ་ནས་འཁོར། དེ་ནས། བྲམ་ཟེ་སྟོང་དང་ལྷན་ཅིག་ཏུ། དེ་ནས་ཐུགས་བསྐྱེད་ནས་ད་གང་ལྟར། མ་འོངས་པའི་གྱི་དེ་ནས་རང་རང་སོ་སོ་རིགས་ཤིང་ཁམས་བདག་གིར་བྱས་ནས་དེ་འདྲས་མ་ལ་བཏབ་པའི་སྐབས་སུ། དེ་ནས་སངས་རྒྱས་གཞན་གྱི་སྤང་བྱ་བ་ད་ལྟར་སྙིགས་མ་ལྔ་བདོ་བས་དེ་ནས་རྩོད་དུས་ཀྱི་ཞིང་ཁམས་འདི་ཉིད་ང་རང་ཚུལ་བའི་སྟོན་པ་གི་དེ་ནས་བདག་གིར་བྱས་ནས། སྙིང་རྗེ་ཆེན་པོའི་སྒོ་ནས་སྨོན་ལམ་ཆེན་པོ་ལྔ་བརྒྱ་བཏབ་པ་མཛད་པ་དེ་འདྲ་ཡིན་པ་གསུངས་ཡོང་བ་རེད། དེ་ནང་བཞིན་རྒྱས་ནས་དེ་ནས་ང་རང་ཚོའི་སྟོན་པ། དེ་ནས་ཕྱི་བོའི་རྣམ་འབྱེད་ཞེས་པ་བསྒྱུར་བའི་སྐབས་སུ། དེ་ནས་དེ་བཞིན་གཤེགས་པ། ཤཱཀྱ་ཐུབ་པའི་ཆེན་པོས་ཀྱི་སྤྱན་སྔར་ལ། ཐོག་མར་དེ་ནས་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད། བར་དུ་དེ་ནས་བསྐལ་པ་གྲངས་མེད་གསུམ་གྱི་བར་དུ། དེ་ནས་ཚོགས་གཉིས་བསགས་ཏེ་གང་ལྟར་འཛུམ་དམུལ་སྦྱངས་པ། དེ་ནས་མཐར་སོན་ཏེ་དེ་ནས་ཐར། དེ་ནས་ལྷོའི་ཡུལ་དང་དེང་གི་གནས་སུ། དམ་པ་ཏོག་དཀར་པོས་དེ་ནས་སྐུར་བཞེངས་ཏེ་ལྷ་རྣམས་ལ་ཆོས་ཀྱིས་སྟོན། དེ་ནས་མ་དེ་ནས་སྲིད་པ་རྣམ་པ་ལྔ་ཡི་སྒོ་ནས་དེ་ནས་ལྷོ་འཛམ་བུའི་གླིང། གྲོང་ཁྱེར་སེར་སྐྱ། དེ་ནས་ཡབ། ཟས་བཟང་ཟས་ཀྱི་བཙུན་མོ། དེ་ནས་ཡུམ་སྒྱུ་འཕྲུལ་ལྷ་མོའི་ལྷུམས་སུ་ཞུགས་ཏེ། དེ་ནས་ལུམ་བི་ནི་ཡི་ཚལ་དུ་ཡུམ་ལ་དེ་ནས་གནོད་པ་མེད་པར་རྩིབས་ལོ་གཡས་པ་ནས་སྤུ་བལྟམས་ནས། དེ་ནས་ཕྱོགས་བཞི་ལ་དགོངས་པ་བདུན་བདུན་བོར་ནས་ང་ནི་འཇིག་རྟེན་འདི་ན་མཆོག་ཡིན་ནོ་གསུངས་ནས། གང་ལྟར་དེ་ནས་ཚུར་འདུས་མིའི་སེམས་ཀྱི་ནི་དུ་ཞལ་འདི་བཞེས་དེ་བཞིན་དུ་ཡིག་མཁན། དེ་ནས་ཀུན་གྱི་བཤེས་གཉེན་ལ་སོགས་པ་དེ་ཚུལ་གྱིས་བསྒྲུངས་ནས་ཡི་གེ་དང་རྩིས་དང། འོ་ད་གང་ལྟར་དེ་ནས། རིག་པའི་གནས་མཐའ་དག་ལ་དེ་ནས་གསན་བསམ་གནང་ནས་སློབ་དཔོན་དེ་ཚོ་ལེགས་པར་ལྷག་པའི་མཁས་པ་ཆེན་པོར་གྱུར་ནས། དེ་ནས་ཤར་རྒྱུད་གཞོན་ནུ་ནས་མཁས་པ་གྲགས་པ་དེ་ཚོ་དང་དེ་ནས་རྩལ་འགྲན་ཡོང་དུས་སུ་གང་གིས་ཡང་དེ་ནས་བརླག་མ་དགོས་སུ་གང་གིས་ཡང་འགྲན་དུ་མ་བཟོད་མོད། གང་ལྟར་དེ་ནས་སྐྱེ་བོ་མཁྱེན་ལྡན་ཅན་དེ་ཚོ་ཚང་མ་བག་ཚར་བཅད། དེ་ནས་སྦྲང་རྩི་མ་ལ་སོགས་པ་བཙུན་མོ་དྲུག་ཁྲི་དེ་ནས་བཙུན་མོ་ཁབ་ཏུ་བཞེས་ཏེ་དགུང་ལོ་ཉི་ཤུ་རྩེ་ལྔ་གྱི་བར་དུ་དེ་ནས་རྒྱལ་སྲིད་ཆོས་བཞིན་དུ་སྐྱོང། ཐ་ར་དེ་ནས་ཕོ་བྲང་གི་ཕྱོགས་བཞི་ན། དེ་ནས་སྐྱོ་སངས་ཀྱི་ཚུལ་དུ་ཕེབས་པའི་སྐབས་སུ། དེ་ནས་སྐྱེ་བ་དང་རྒ་བ་དང་ན་བ་དང་འཆི་བ་ལ་སོགས་པ་བདེ་འགྲིག་གི། དེ་ནས་གནས་ཚུལ་མང་པོ་ཞིག་ཟིན་ནས་དེ་དག་ལ་བརྟེན་ནས་ངེས་པར་འབྱུང་བའི་རྐྱེན་གྱིས་བསྐུལ་ཏེ། དེ་ནས་རྒྱལ་སྲིད་སྤངས་ཏེ། ཆོས་བདུན་རྣམ་དག་གི་དྲུང་དུ་དེ་ནས་རང་བྱུང་གི་སྒོ་ནས་བསྙེན་པར་རྫོགས། དེ་ནས་ནེ་རན་ཛཱ་ནའི་འགྲམ་དུ་ལོ་དྲུག་གི་བར་དུ་དཀའ་བ་སྤྱད་པའི་ཚུལ་བསྟན། འོ་དེ་ནས་དང་རྒྱ་གར་རྡོ་རྗེ་གདན་ཀྱང་ཅུན་ཤིན་ཀྲུང་དུ་ཕེབས་ཏེ། དེ་ནས་སྐྱིད་ཀྲུང་མཉམ་ཆགས་མཛད་ནས། དེ་ནས་གང་ལྟར་ས་ག་ཟླ་བའི། དེ་ནས་ཚེས་བཅོ་ལྔའི་གི་ཉིན་མོ་ལ། དེ་ནས་འདུས་མང་བརྗེ་བ་ཕྲག་བརྒྱ། དེ་ནས་བྱམས་པ་ཆེན་པོའི་ཏིང་ངེ་འཛིན་གྱི་སྒོ་ནས་བར་སྟོབས་ཀྱི་བར་བཏུལ་ནས་དེ་མངོན་པར་རྫོགས་པར་སངས་རྒྱས། དུས་དེའི་ཚེ་ན། དེ་ནས་ལྷ་ཚངས་པ་དང་བརྒྱ་བྱིན་ལ་སོགས་པ་དེ་ཚོགས་ཀྱིས་སྔོན་གྱི་སྨོན་ལམ་རྗེས་སུ་དྲན་ནས། དེ་ནས་གསེར་གྱི་འཁོར་ལོ་རྩིབས་སྟོང་དང་ལྡན་པ་དང་དུང་དཀར་པོ་གཡས་སུ་འཁྱིལ་བ་ལ་སོགས་པ་དེ་ནས་ཕུལ་ནས་སངས་རྒྱས་ལ་དེ་ནས་ཆོས་ཀྱི་འཁོར་ལོ་བསྐོར་བར་གྱིས་ཟེར་ནས་གསོལ་བ་གདབ་ནས། དེ་ནས་ཞལ་ཕྱེས་རྣམ་པ་བཞིན་དུ་ཆུ་སྟོད་ཟླ་བའི། དེ་ནས་ཚེས་བཞི་ལ། དེ་ཡུལ་བ་ར་ན་སི། དེ་ནས་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ། དེ་ནས་འཁོར་ལྔ་སྡེ་བཟང་པོ་གཙོ་བོར་གྱུར་པའི་དེ་ནས་ལྷ་ཡི་འཁོར་བརྒྱད་ཁྲི་དང་བཅས་པ་དེ་ཚོགས་ལ། དེ་ནས་བདུད་བྷའི་དེ་ནས་ཚུལ་ཁྲིམས་ཀྱི་བསླབ་པ། འདི་གཙོ་བོར་བྱས་པའི་དེབ་ཁ་དང་པོ་བདེན་པ་ཞིག་ཆོས་ཀྱི་འཁོར་ལོ་སྐོར་འདི་འདྲའི་ནང་པ་ཡིན་པ་རེད། དེ་ནས་རྒྱལ་པོའི་ཁབ་ཀྱི་རི་བོ་ལྗགས་བུ་ཕུང་པོའི་རི་བོ་ལ་ཕེབས་ནས་དེ་ནས་ཐུན་མོང་གི་འཁོར་རྣམ་པ་བཞི་དང་ཐུན་མོང་མ་ཡིན་པའི་འཁོར་དེ་བྱང་ཆུབ་སེམས་དཔའ་དེ་ཚོ་ལ། དེ་ནས་མདོ་སྡེའི་སྡེ་སྣོད་སེམས་ཀྱི་བསླབ་པ་དེ་གཙོ་བོར་བརྩམས་ཏེ་ཡུམ་རྒྱས་འབྲིང་བསྡུས་གསུམ་ལ་སོགས་པ། དེ་ནས་བཀའ་བར་པ་མཚན་ཉིད་མེད་པའི་ཆོས་འཁོར་བསྐོར་བ་དང། དེ་ནས་རི་བོ་མ་ལ་ཡ་ལ་སོགས་པ་དེ་གནས་ངེས་མེད་སུ། དེ་ནས། ཐུན་མོང་མ་ཡིན་པའི་དགེ། དེ་ནི་འཁོར་བདེ་ཚོགས་ལ། དེ་ནི། ངེས་དོན་སྙིང་པོའི་མདོ་སྡེ་ལ་སོགས་པ། དེ་ནི། པར་ཐ་མ། དེ་ནི་ལེགས་པར་རྣམ་པར་ཕྱེ་བ། འོ་ན་དེ་འབྲེལ་གྱི་ཆོས་ཆོས་ཀྱི་འཁོར་ལོ་བསྐོར་ནས་མདོར་ན། དེ་ནི་སྐུ་བསོད་ནམས་ཆེན་པོས་བསྡུས་པ་དང་གསུང་རྗེས་སུ་བསྟན་པས་བསྡུས་པ་དང། ཐུགས་མངོན་སུམ་པས་བསྡུས་པ་དང། ཕྲིན་ལས་བསམ་གྱིས་མི་ཁྱབ་པ། ད། ཕྲིན་ལས་བསམ་གྱིས་མི་ཁྱབ་པ། དེ་འདྲ་ཡོད་དགོས་ན་ད་འདུལ་བ་རྣམ་པ་བཞི་ཡི་སྒོ་ནས་དེ་ནས་གདུལ་བྱ་རིགས་ཅན་གསུམ། བགྲང་ལས་རྒྱལ་བ་ཞིག་དེ་ནས་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་བཀོད་པར་མཛད་དེ་འདྲས་མཛད་པ་རེད། དེ་ནས་སྟོན་པ་ཉིད་ཀྱིས་ཁོང་རང་གི་བསྟན་པ་དང་འཁོར་རྣམ་བཞི་དང་བཅས་པ་དེ་ཁོང་རང་གི་རྒྱལ་ཚབ་གནས་དེ་འོད་སྲུང་ཆེན་པོ་ལ་གཏད། དེ་ནས་མ་དེ་ནས་སྟོན་པའི་གཏད་རབས་བདུན། དེ་ནས་འཛམ་གླིང་མཛེས་པར་བགྱིས་པའི་རྒྱན་དྲུག་མཆོག་གཉིས་རྨད་དུ་བྱུང་བའི་སློབ་དཔོན་རྣམ་པ་གཉིས་ལ་སོགས་པ། དེ་ནས་དཔེ་འདྲིའི་རྟགས་དང། གྲུབ་ཐོབ་ལ་སོགས་པ་གང་དག་སུ་ཡིན། བདུད་ཀྱི་གྲངས་དང་མཉམ་པའི་དེ་ནི་ཁྱེད་དུ་ནམ་མཁའི་ལྟ་ཚུལ་དང་བརྗོད་ནས། དེ་ནས་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་བདག་བྱིན་བརྒྱད་ནས་ད་དེ་ལྟ་བུ་འབྱུང་བ་ཡིན་པ་རེད། དེ་ནས་དེ་ནི་རིམ་པ་བཞིན་དུ། དེ་ནས་སངས་རྒྱས་ཁོ་རང་གིས་དེ་ལུང་བསྟན་པ་བཞིན་དུ། དེ་ནས་བྱང་ཕྱོགས་ཁ་བ་ཅན་སུ། དེ་ནས་བྱང་ཆུབ་སེམས་དཔའ། ཀུན་ཏུ་བཟང་པོའི་རྣམ་འཕྲུལ། དེ་ནས་ལྷ། ཐོ་ཐོས་ལོའི་གཉན་བཙན་གྱི་སྐབས་སུ། ཐོག་མར་དེ་ནི་དམ་པའི་ཆོས་ཀྱི་དབུ་བརྙེས། དེ་ནས་འཕགས་པ་སྤྱན་རས་གཟིགས་ཀྱིས་བསྔོས། འཕགས་པ་སྤྱན་རས་གཟིགས་བསྔོས་དེ་ནས་ཆོས་སྤྱོད་སྲོང་བཙན་སྒམ་པོས། དེ་ནས། ལྷ་ས་ར་ས་འཕྲུལ་སྣང་ལ་སོགས་པ་ལྷོ་བྲག་ཀུན་བརྟེན་ལྷ་ཁང། དེ་ནས་འབུམ་ཐང་འཇམ་དཔལ་ལྷ་ཁང། དཔའ་བོ་སྐྱེ་སྤྲུལ་ལ་སོགས་པ། དེ་མཐའ་འདུལ་ཡང་འདུལ་གྱི་གཙུག་ལག་ཁང་བརྒྱ་རྩ་བརྒྱད་བཞེངས། དེ་བཞིན་དུ་སྟོན་པ་ཁོང་རང་གི་དེ་ནི་རྒྱལ་ཚབ། ཇོ་ཤཱ་རྣམ་གཉིས་དེ་ནི་བོད་གངས་ཅན་གྱི། བསྟན་དགའ་འདུལ། གདན་དྲངས། དེ་ནི་འཇམ་པའི་དབྱངས་ཀྱི་སྣང་སྤྲུལ། ཐུ་མོའི་བསམ་པོ་བཀྲ། རྒྱ་གར་འཕགས་པའི་ཡུལ་དུ་བརྫངས་ནས། དེ་ནི་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་པའི་གནས་མཐའ་དག་ལ་མཁས་པར་བསྐྱངས་ནས་སླར་དེ་ནི་བོད་དུ་ཕེབས་ཏེ། བོད་ཡིག་སྐད་སྨྲས་པ་ལ་དེ་ཡི་གེ་ཐོག་ཡི་གེ་ཡི་དྭགས་ཐོག་མའི་སྲོལ་འདོད། འོ་དེ་ནས། མདོ་སྡེ་ཟ་མ་ཏོག་ལ་སོགས་པ་འདི་སྤྱན་རས་གཟིགས་ཀྱི་མདོ་རྒྱུད་ཉི་ཤུ་རྩ་གཅིག་བོད་སྐད་དུ་བསྒྱུར་ནས་ཨོ་དེ་དག་ལ་བདག་གང་ལྟར་འཆད་ཉན་དགོངས་དཀྲུགས་དང། ཨོ་དེ་ནས་ལྷ་ཆོས་དགེ་བ་བཅུ་མི་ཆོས་གཙང་མ་བཅུ་དྲུག་ཟེར་ཡ་ལ་སོགས་པ་དེ་འདྲས་ཀྱི་དེ་ནི་ཁྲིམས་བཏོན་ནས་བོད་འབངས་ཐམས་ཅད་བདེ་བ་ལ་བཀོད་ནས་གང་ལྟར་སངས་རྒྱས་ཀྱི་དེ་ནི་བསྟན་པ་དར་བའི་སྲོལ་བཏོད་པ་རེད། ཨོ་ད་དེ་ནས་མ་རྗེས་ནས་དེ་ནི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ། དེ་ནི་རྒྱ་གར་འཕགས་པའི་ཡུལ་ནས་མཁན་ཆེན་ཞི་བ་འཚོ། དེ་ནི་ཨོ་རྒྱན་གྱི་སློབ་དཔོན་ཆེན་པོ་པདྨ་འབྱུང་གནས་རྣམ་པ་གཉིས། དེ་ནས་བོད་དུ་གདན་དྲངས་ཏེ་བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པའི་གཙུག་ལག་ཁང་བཞེངས། དེ་ནས་པཎ་ཆེན་བི་མ་ལ་མི་ཏྲ། ལོ་ཆེན་བེ་རོ་ཙཱ་ན་ལ་སོགས་པ། དེ་ནས་པཎ་གྲུབ་བརྒྱ་དང། རེད། དེ་ནས་པཎ་གྲུབ། ད་གང་འདི་པིན་ཏྲེ་ཏཱ་དང་ལོ་ཙཱ་བ་དེ་ནས་བརྒྱ་དང་བརྒྱ་རྩ། གྱི་ཞལ་འཛོམས་ཏེ། དེ་ནས་སངས་རྒྱས་ཀྱི་གསུང་བཤགས་པས། དེ་ནས་བཀའ་བསྡུ་བརྒྱུད། དེ་ནས་དགོངས་འགྲེལ་དང་བཅས་པ་མཐའ་དག། དེ་ནས་བོད་གངས་ཅན་གྱི་བདག་སྐྱེས་སུ་གྱུར་ནས། དེ་ཡི་སྐབས་སུ་བདག་ཕྱི་གཉན་གྱི་སྒོ་ནས། གཏན་ལ་ཕབ། དེ་ནས་དེའི་སྐབས་སུ། རྒོལ་བ་ལྕང་ལོའི་སྡེ་དང་རབ་བྱུང་ངུར་སྨྲིག་གི་སྡེ་གཉིས་ཞེས་པ་དག་དེ་འདྲས་ཀྱིས་ཕབ། དེ་ནས། ཐོག་མར་དེ་ནི་འགོ་བཙུགས་པ་ནས་བཟུང་སྟེ། དེ་ནས་འཆད་ཉན་དང་སྒོམ་སྒྲུབ་བསྟན་པ་ཚུལ་བཞིན་དུ་བསྐྱངས་ནས། དེ་ནས་སངས་རྒྱས་ཀྱི་བསྟན་པ་ཉི་མ་ཤར་བ་ལྟ་བུ་ཞིག་དང་དེ་ལྟ་བུ་མཛད་པ་རེད་དེ་འདྲས་ཀྱི་བཀའ་དྲིན་ལ་བརྟེན་ནས། དེ་དུས་ད་ལྟ་ཡང། དེ་ནི་བཤད་པའི་བཀའ་ཆེན་བཅུ་བསྒྲུབ་བརྒྱུད་ཤིང་རྟ་ཁྱེད་ཅེས་ཟེར་ཡང་འདྲ་བོ་དང་དེང་སང་གི་བཤད་སྲོལ་ལྟ་བུ་བྱས་པ་ཡིན་ན། དེ་ནི་བོད་ཀྱི་ཆོས་རྒྱུད་ཆེན་པོ་བཞི་གཡུང་དྲུང་བོན་དང་བཅས་པས་ནི་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་ནས་ང་རང་ཚོ་འཆད་ཉན་སྒོམ་སྒྲུབ་དེ་ལྟ་བུ་བྱུང་བ་འདི་ནི་མཁྱེན་ལོ་ཆོས་སྲུང་ཁོང་རྣམ་པས་ཀྱི་དེ་བཀའ་དྲིན་རེད། དེ་བ་ན་གཞན་དག་ད་ལྟ་ང་རང་ཚོ་འདི་ན་ཡང་དེ་ནི་བཀའ་འགྱུར་གྱི་ལུང་དོན་གཅིག་ཉན་བྱས་ཡོད་པ་དེ་ཡང་དག་སྔོན་གྱི་ནི་མཁྱེན་ལོ་ཆོས་སྲུང་ལོ་ཙཱ་བ་དཔེ་འདྲི་དང་དེ་སོགས་ཀྱི་དེ་སྐུ་ལས་སྐྱོན་བཞག་པ་དག་ཁོང་རྣམ་པས་ཀྱི་དེ་ནི་བཀའ་དྲིན་སྙིང་ནས་རྗེས་སུ་དག་ཁོང་རྣམ་པའི་བཀའ་དྲིན་ཡིན་པ་ང་ཚོས་རྗེས་སུ་འདྲེན་དགོས་པ་ཡིན། ད་དེ་ནས་དེ་ཟླ་གང་ལྟར་དེ་ཟླ་རེའི་སྔའི་དེ་ནས་བཀའ་འགྱུར་ལུང་གི་ཟླ་སྐོར་ལ་ལོ་རྒྱུས་འདྲ་པོ་རྟོགས་ཏེ་ཞུས་པ་ཡིན། ད་ཟླ་རེའི་དེ་སྔའི་བཀའ་འགྱུར་ལུང་ཐེངས་གཉིས་པ་ཆགས་ཀྱི་ཡོད་རེད། སྔ་མ་དེ་ནི་འབྲུག་འབུམ་ཐང་སྐུ་རྗེས་ལ། སྐྱབས་ཀྱི་སྡིངས་པོ་ཁྱིམ་དུ་རྡོ་རྗེ་འཆང་གིས། དེ་ནས་བཀའ་འགྱུར་ལུང་ཆ་ཚང་གི་གསུང་མཇལ་ནས། དེ་དེའི་སྐབས་སུ་ང་ཚོ་འབྲུག་ལ་བློན་པོ། སྐྱིད་སྡུག་བློན་པོ་སྟོང་ཞིང་རྒྱ་གར་ཟས་ཅེས་ཡོད་རེད་དེ་ཁོང་གིས་ད་རིན་པོ་ཆེ་གི་འབུམ་ཐང་ལ་བཀའ་འགྱུར་ལུང། གནང་སོང་ཡིན་ན་ཡང་དེ་དེའི་སྐབས་སུ་བོད་ཀྱི་ཤར་ཕྱོགས་ཁུལ་གྱི་ལ་གོམས་ཆེན་དང་གྲྭ་ཚང་ཚོ་དེ་ཚོ་ལྟ་ནས་ཐོག་མེད་དུ་དེ་ཚོའི་གི་ཆེད་དུ་དེ་རབ་བྱུང་ན་རིན་པོ་ཆེ་ཁྱེད་རང་གི་གནང་རོགས་དེ་དེ་མེད་ན་དེ་སུ་ད་ཁྱེད་རང་གི་འོག་ནས་དེ་སློབ་མ་སུ་ཡིན་ན་ཅིག་ཁྱེད་ཀྱི་སྐུ་ཚབ་ལ་མངགས་རོགས་གྱིས་དེ་འདྲའི་ཞུ་འདོད་དེ་རིན་པོ་ཆེ་ང་རྒྱུགས་ས་དཀའ་གནང་ནས་དེ་དུས་ངས་འབྲུག་ཤར་ཕྱོགས་ལ། ཀ་འབྱུང་ཆུང་ཆ་ཚང་གི་འདོན་པ་རེད་དེ་དུས་ང་ལོ་བཅུ་བདུན་རེད། དེ་ཡིན་དུས་དེ་དུས་ང་ལོ་བཤད་པ་བརྒྱད་ནས་གཟུགས་པོ་ཡང་བདེ་པོ་མིག་ཡང་སེར་པོ། དེ་ནས་བཀའ་འགྱུར་གྱི་ལུང་དེ་གཅིག་བཀའ་ཉན་དང་བཀའ་ཡང་མ་བྱུང་བར་བདེ་པོ་སྐྱིད་པོ་བྱས་ནས་དེ་འདྲ་བྱས་ནས་དེ་དུས་དག་གྲུབ་སོང་དག་གཙོ་བོ་དག་དེ་དཔྱད་པའི་ཕྱིན་ཏེ་རྡོ་རྗེ་འཆང་ཁོ་རང་གི་ཐུགས་ཀྱི་བྱིན་རླབས་ཡིན་གྱི་རེད་བ། དེ་དེ་ནས་བཟུང་སྟེ་ད་དུས་ད་ལྟ་བར་དུ་ད་ངས་བཀའ་འགྱུར་ལུང་འདོན་གྱི་ཡིན་བསམ་པ་འདྲ་བོ་དང་འདོན་ཡག་གི་བསམ་བློ་འདྲ་བོ་དེ་འདྲས་རྩ་བ་ཉིད་ནས་ཁོ་རང་ཡང་མ་སོང། དེ་ལྟར་ན་ནི་ཤིང་ནི་བདག་མེད་ཀྱི་སེམས་ལ་ལ་དེ་ལྟར་མཁྱེན་རུང་གོ་ཆེ། སངས་རྒྱས་རྣམས་ཀྱང་ཁོང་དེ་གློ་བུར་དུ་རྒྱལ་ཁོང་གི་གློ་བུར་དུ་དེ་ཁྱོད་ཀྱིས་བདག་བཀའ་འགྱུར་ལུང་གཅིག་འདོན་ན། འདོན་འདོན་ན་ཡག་པོ་ཡོད་ས་རེད་གསུང་གི་འདུག་དེ་འདི་གསུང་དེ་ང་ཡིས་ང་རང་གི་བསམ་བློའི་ནང་ལ་ཡང་དེ་ཁོང་གིས་གསུང་ཡ་དེ་བདག་བཀའ་འགྱུར་ཟེར་རྒྱུ་ཆུང་ཆུང་མ་རེད། དེ་ནི་སྟོན་པ་བཅོམ་ལྡན་འདས་ཀྱིས་གསུང་བཞག་པས་དེ་བཀའ་ཁྱད་པར་ཅན་གྱི་རེད་ད་འདི་འདོན་གསུང་དེ་ངའི་མན་ལམ་ན་རྟོགས་ཚེ་ང་རང་ཡང་བསོད་ནམས་དམན་འགྲོ་ས་རེད། གཏེར་འདི་ཕྱུག་འགྲོ་ས་རེད་བསམ་ནས་ལྟེབ་འབྲས་མ་ཕྱུགས་ཐམས་ཅད་བརྒྱལ་ནས་དེ་དུས་ངས་ཁོང་ལ་ལབ་སོ་ཟེར་ནས་བསམ་བློ་ཞེ་དྲག་མ་བཏང་ནས་འདི་འདྲི་ཞིག་ཞུ་བྱ་བ་ཡིན། ཨ་རྗེས་མ་ད་བསམ་རྗེས་མ་རྗེས་མ་རེད་བསམ་བློ་མང་པོ་ཞིག་བཏང་ཡོང་དུས་ད་བཀའ་འགྱུར་ལུང་འདི་འདི་སྤུ་ལྟེ་ཡང་མང་པོ་རེད་དེ་ང་རང་ཡང་ད་ལོ་ལྔ་བཅུ་ཡར་རྒྱལ་ཚར་བ་རེད་དེ་ནས་གཟུགས་པོ་ཡང་ཧ་ཅང་གི་ད་ང་གཟུགས་སྟོབས་ཤུགས་ཆེ་ར་ཡོད་མ་རེད་མི་གཅིག་གིས་སྤུ་རྒྱལ་བཏང་ན་མ་རིག་ཆོག་ཆོག་འདྲ་གཅིག་མ་གཏོགས། སྟེ་མིག་ཡང་ཆེས་པོ་འདྲ་ཞེ་དྲག་མི་འདུག་ཕལ་ཆེར་འདོན་མི་ཐུབ་པ་ཡིན་ན་བསམ་ཡང་དེ་མ་ཉེས་ཁོ་སྣང་ལ་ད་ཕལ་ཆེར་འདོན་མི་ཐུབ་པ་ཡིན་པ་འདྲ་ཟེར་ཁོང་ལ་ཅིག་ཞུ་རོགས་ཅིག་ཞུ་དེ་ཁོང་གིས་ད་དེ་འདྲ་མ་བྱེད་ད་འཇིགས་མེད་ཀྱིས་ཅིག་འདོན་ཅིག་བགྱིས་ཤོག་གསུང་གི་འདུག་ཟེར། དེ་ནས་ཅིག་ཡང་ཁོ་བཀའ་འགྱུར་ཡོད་འདུག་ཅིག་གང་ཡང་ཅིག་ལབ་མ་ཤེས་པ་འདྲ་བོ་བྱས་ནས་དེ་ནས་ཁོང་རྣམ་པ་བསྟན་འཛིན་གྱི་སྐྱེས་བུ་དེ་འདྲས། ཁོ་རྣམ་པ་ཁ་ཤས་དང་ངས་བཀའ་སློབ་ཞུས་ཏེ་ཨ་སྟག་ཅིག་འདོན་ན་ཡག་པོ་ཡོད་རེད་ཕལ་ཆེར་སྐྱོན་གྱི་མ་རེད་འོག་ཟེར་ནས་དེ་ཁོ་རྣམ་པས་གཞན་དག་གིས་འདི་འདྲས་གསུང་གི་འདུག་རེད་དེའི་མདུན་ད་བློ་སྟོབས་སྐྱེད་ནས་ད་རེས་འདུག་ཟེར་ནས་བསྐྱར་ཡར་འདྲ་བོ་འདི་འདྲས་ཆགས་སོང། ཡིན་ནའི་འདྲ་ད་རེས་ལུང་འདི་ཡག་པོ་བྱས་ནས་ཕར་དེ་ནས་འགྲོ་ཐུབ་པ་ཅིག་འདི་ན་ཞུགས་ཡིན་གྱི་དེ་ནས་ཁྱེད་ལོག་དགྱེས་བས་ཤིན་ཏུ་ཐམས་ཅད་ཀྱིས་དེ་ནས་ཐུགས་གཏད་སྐྱབས་འཇུག་གནང་རོགས་ཅེས་ཞུ་ཡས་འདྲ་གཙོ་བོ་དེ་གཟུགས་པོ་བདེ་དགོས་ཀྱི་འདུག་དེ་ནས་མིག་གསལ་བོ་ཡོང་དགོས་ཀྱི་འདུག་ད་དེ་ཡོད་ན་ཕལ་ཆེར་དེ་ནས་སྒྲུབ་ཐུབ་པ་ཅིག་རེད་དེ་མ་ཡོང་ན་ནི། ལྷག་པར་དུ་མིག་དེ་མ་ཟིན་ན་དེ་རྩ་ནས་བརྒྱ་ཐབས་མེད་པ་ལྟ་བུ་འདི་འདྲས་ཞིག་འདུག་འདི་ཡིན་དུས་ཚང་མ་གིས་འདི་ཐུགས་ལ་བཞག་རོགས་གྱིས་ཞུ་བ་ཡིན། དེ་ནས་བདག་དཀོན་མཆོག་གི་ལུང་འདི། དེ་ནས་སྟོན་པ་རྫོགས་པའི་ས་འདི། བཅོམ་ལྡན་འདས་ནས་གསུངས་ཏེ། དེ་ནས་བདག་ཅག་གི་རྩ་བའི་བླ་མའི་བར་དུ། དེ་ནས་བརྒྱུད་པ་ཟམ་མ་ཆད་པ། དེ་འདྲས་ཡིན་ས་རེད། དེ་ནས་འདི་ཡང་དག་འབྱུང་བརྗོད་འདྲ་བོ་དེ། གཙོ་བོ་དེ་ནས་འཇམ་མགོན་ཀོང་སྤྲུལ། དེ་ནས་ཡོན་ཏན། རྒྱ་མཚོ་ལ་སྟག་ཕུ་དེ་ནས་མར་བརྒྱུད་ཡོང་བ་རེད་དེའི་དུས་ཀོང་སྤྲུལ་རིན་པོ་ཆེ་གི་ཐེག་པ་གཉིས་གསན་ཡོད་ས་རེད་དེ་ཡིན་དུས་ཞེ་ཆེན་མ་ཧ་དཔེ་འདི་དང་ཐུབ་བསྟོད་རྣམ་རྒྱལ་གྱི་སྐུ་མདུན་ནས་གསན་པ་འདི་དེ་ནི་སྔ་འགྱུར་རྙིང་མིག་གི་བརྒྱུད་པ་ཡིན་གསུང་གི་འདུག་དེ་ནས་ཡང་སི་ཏུ་དཔལ་མོ་གཉིས་ཀྱི་སྐུ་འདི་ནས་གཅིག་གསན་ཡོད་ས་རེད་འདི་བསྟོད་བརྒྱུད་ཀྱི་བརྒྱུད་པ་ཡིན་གསུང་གང་ལྟར་དེ་ནི་བརྒྱུད་པ་གཉིས་འདྲ་གཅིག་འདྲེས་སུ་བརྒྱུད་པ་དེ་འདྲས་བྱས་རེད་ཤག་དེ་ནས་འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་གི་སྐུ་མདུན་ནས་རྫ་སྐྱེས་བླ་མ་དེ་ནས་བཀྲ་ཤིས་ལྷ་དར་ཞུ་བ་དེ་ཡོད་པ་འདྲ་དེ་ཁོང་གིས་གསན། དེ་ཁོང་གི་སྐུ་མདུན་ནས། དེ་ནས་གཟུངས་མང་དྲུང་པ་རིན་པོ་ཆེ་ཆོས་ཀྱི་ཉིན་གཅིག་གི་སེམས་འདི། དེ་ནས་གཟུངས་མང་དྲུང་པ་རིན་པོ་ཆོས་ཀྱི་ཉིན་གཅིག་ཁོང་ལ། དེ་ནས་སྟོན་པ་རྫོགས་པའི་གསང་འདི་དངོས་སུ་གཞིར་བཞེངས་ནས། དེ་ནས་བཀའ་འགྱུར་ཆ་ཚང་གི་བདག་སེམས་པའི་བདེན་འབྲས་ཀྱི་ཟིན་སྣང་འབྱུང་གསུངས་ཀྱང་དེ་ཡིན་དུས། དེ་ནས་བཀའ་འགྱུར་ནང་ན་ཡོད་པ་དག་ལུང་རྒྱུན་བཀའ་འགྱུར་ནང་ཡོད་དོ་ཅོག་ཐམས་ཅད་ཀྱི་དེ་ནས་ལུང་རྒྱུན་ཡོད་པ་རེད་ཟེར་ནས་བླ་མ། ཅེ་བི་ཁྱི་འདི་རྡོའི་ཆ་ནས་དེ་འདྲའི་བཀའ་གནང་གི་འདུག། དེ་ནས་ཁོང་གི་སྐུ་མདུན་ནས། དེ་ནས་བླ་མ་ཀརྨ་ལྷུན་གྲུབ་གཞུང་ཅེས་ཡོད་པ་དག་ད་དེའི་སྐུ་མདུན་ནས། དེ་ནས་བདག་ཅག་གི་དཔལ་ལྡན་བླ་མ་དམ་པ། རྟ་མགྲིན་གསུམ་ལྡན། དེ་ནས་ཚེ་ནི་བརྗོད་པར་དཀའ་ཡང་བདུན་གྱི་གནད་དུ་ཚེ་ནི་སྨོས་ན། དེ་ནི་སྐྱབས་ཀྱི་སྡིག་མགོན་མཁྱེན་བརྩེ་རྡོ་རྗེ་འཆང། ཀུན་མཁྱེན་སྒྱུ་མའི་ཐེག་མཆོག་བསྟན་པའི་རྒྱལ་མཚན་གྱི་སེམས། ད་དེའི་སྤྱན་སྔ་ནས་དེ་ནི་དུག་སེལ་ནས། ཐོགས་པ་རེ་རེ་ཞུ་ཡང་ཡིན། ད་དེ་ནས་དེ་རིང་དུ་ད་དེ་སྔོན་ནས་གནས་ཁྱད་པར་ཅན། དེ་ནི་གུ་རུ་རིན་པོ་ཆེ་གིས་ད་སྒྲུབ་གནས། ཡང་ལེའུ་ཤོད་དང། དེ་ནི་ཨ་ཚུགས་རབ། བྲག་ཕུག་གི་ཉེ་འདབས་ལ། དེ་ཆོས་འཆད་པར་བྱེད་འདི་ནི་སྟོན་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་དངོས་ཀྱིས་གསུངས་བཞག་པས་འདི་བཀའ་འགྱུར་གྱི་དག་ལུང་ང་ཚོ་དང་འདྲ་ཅིག། དག་ཕྱི་གཉིས་ཀྱི་གཟུགས་བརྙན་འདྲ་བོ། དེ་འདྲའི་བྱེད་ཡ་ཡོང་བ་འདི་དཔེ་མ་སྲིད་པས་དེ་ནི། སྐྱེ་བ། མང་པོ་ཞིག་ལ་དེ་ནི་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་ཞིག་བསགས་པ་ལ་དེ་ནི་འབྱུང་བ་ཡིན་པ་དེ་དེ་ནི་ཚང་མ་གྱིས་མཁྱེན་ནས། དེ་འདྲའི་མཁྱེན་བཞིན་དུ་ད་ཤེས་འགོ་བ་རེད་དེ་མ་གཏོགས་ཨ་ད་དཔོན་རྒྱུད་འདི་པས་ཡུན་རིང་པོ་རེད་འདུག་བསམ་དང་འདྲ་བོ་དེ་འདྲའི་ཐུགས་སྐྱོ་སྣང་དང་སུན་སྣང་གི་སྒོ་ནས་ཞེན་པ་ཡིན་ན་དེ་ཉེས་པ་ཡོད་ཀྱི་རེད་བསམ་གྱི་འདུག་དེ་ཡིན་དུས་ད་དེ་ལྟ་བུ་ཐོབ་བ་དེ་དཔེ་མ་ཟིན་སུན་སྣང་ཆེན་པོ་རེད་མ་འོངས་པ་ན་དེ་ལྟ་བུ་ཐོབ་རྒྱུ་དཀའ་ལས་ཁག་པོ་རེད་བསམ་ཁྱོད་ལ་དཀོན་པའི་འདུ་ཤེས་ཀྱི་སྒོ་ནས་གསལ་ཡང་དེ་གལ་ཆེན་པོ་རེད། དེ་ཡིན་དུས་ཀུན་སྤྱོད་ཀློང་ཆེན་རང་བྱང་གི་ཡང་ཆོས་ལྔ་སྒྲོག་པའི་སྒྲ་ཐོས་སེམས་ཅན་ཡང་ངན་སོང་རྣམ་གྲོལ་ངན་རྣམས་སྨད་ཅི་དགོས་གསུངས་འདུག་བ་དེ་ཡིན་དུས་ང་རང་ཚོ་ཆོས་མཐུན་ཚོགས་ཡག་གི་འགྱིང་འདྲེ་དང་ཁ་ང་ལ་སོགས་པའི་སྒྲ་ཙམ་གྱིས་གོ་བ་ཡིན་ན། དེའི་སྒྲ་གོ་གིན་འདི་ཡང་དེའི་ངན་སོང་གི་བདག་གཉེར་ལ་ལྷུང་གི་མ་རེད་སོགས་བདག་དེ་འདྲས་ཡིན་དུས་ད་ང་ཚོ་ད་དངོས་སུ་དེ་ནི་སངས་རྒྱས་ཀྱིས་དེ་ནི་གསུང་རབ་ལ་བདག་ད་ཉན་གྱི་ཡོད་པ་ཡིན་དུས་པད་མ་སེར་བས་དེ་ནི་བསོད་ནམས་ཆེན་པོ་རེད་བསམ་གྱི་འདུག་སྔ་མ་སྙུ་ཤི་མཁན་རིན་པོ་ཆེ་སྐུ་གོང་མ་གིས་ཡང་གསུང་གི་ཡོད། དེ་ནས་སྐྱེ་དང་ཁམས་འབབ་ཀྱིས་དེ་འདྲའི་བཤད་སྲོལ་ཡོད་རེད་གསུངས་ང་རང་ཚོ་མི་ཚེ་གཅིག་གི་ནང་ལ་དེ་ནས་བཀའ་འགྱུར་གྱི་ལུང་ཆ་ཚང་བརྗེ་ཐོབ། བསྟན་འགྱུར་གྱི་ལུང་ཆ་ཚང་བརྗེ་ཐོབ། དེ་ནས་ལྷ་ས་ཀྱི་ཇོ་བོ་དེ་ཚར་གཅིག་བརྗེས་ན། དེས་དེ་ནི་སྐྱེ་བ་ཇེ་མང་དེ་ལ་མི་ལུས་ཐོབ་ཆོག་ཡིན་ཞེས་དེ་འདྲའི་བཤད་སྲོལ་ཡོད་རེད་གསུངས་གི་འདུག་འདི་འདི་འདྲས་ཀྱི་དོན་བསམ་གྱིས་མི་ཁྱབ་པ་ཡིན་ས་རེད། དེའི་འདུལ་བྱེད་མཁས་རྣམ་པ་བསྟི་སྟང་དང་ལུང་འདིས་དབང་དང་ཁྲིད་བྱས་པ་ཡིན་ན། དེ་ཚེ་དུས་ཡངས་པོ་དགུན་ཡངས་པོ་འགྲོ་བ་རེད། ལྟ་ཅི་ཁོ་ལུང་གི་སྒྲ་ཙམ་གོ་ན་དེ་འགྲིག་གི་རེད་ཞེས་ད་དེ་འདྲའི་གསུང་ཚུལ་བྱུང་ཡོང་བ་རེད་པ། དེ་འདྲ་དེ་ལུང་གི་སྒྲ་དེ་ལྟར་གོ་ན་འགྲིག་གི་ཡོད་པ་ཡིན་པ་འདྲ། ཡིན་ན་ཡང་ད་དེའི་སྐབས་སུ་ཁྱེད་རང་རྣམ་པ་དེ་གཉིས་ཁུ་སིམ་པོ་ཤོར་ན་དེ་ནི་ལུང་དེ་ཡང་ཆད་འགྲོ་གི་རེད་དེ་ལུང་དེ་ཐོབ་རྒྱུ་མ་རེད་དེ་འདུས། སིམ་མ་ཁུག་པ། གཉིད་མ་ཁུག་པ་གནང་རྒྱུ་དེ་གལ་ཆེན་པོ་རེད་གལ་སྲིད་དེ་སིམ་ཁུག་གི་འདུག་ན་གཅིག་གཅིག་གི་ཕག་སོ་དཀྲོག། ཡང་ཁ་ཤས་ཡང་གཉིད་དཀྲོག་དུས་ཚིག་པ་སར་དཀྲོག་ལམ་དེ་འདྲའི་གཅིག་གི་འདུག་ད་དེ་ནོར་འཁྲུལ་རེད་དེ་འདུས། དེ་དེའི་དགོངས་པ་མ་ཚུགས་པ་བྱས་ནས། དེ་འདྲ་གནང། དེ་ནས་ད་ལུང་སེམས་པའི་སྐབས་སུ་དེ་ནི་བཀའ་མོལ་འདི་ཞེ་དྲག་རང་མ་གནང་ན་ཡག་པོ་ཡོད་རེད་ད་ཉི་མ་ཁ་ཤས་ཀྱིས་ད་ཁྱེད་རང་ཚོ་ཚང་མ་གཅིག་གཅིག་གི་ངོ་མ་ཤེས་པ་ཡིན་དུས་ཁུ་སིམ་པོ་རང་ཡོང་གི་རེད་དེ་ནས་ག་ལེ་ག་ལེ་ངོ་ཤེས་གྲོགས་པོ་ཆགས་འགྲོ་དུས་དེ་ནི་སྐད་ཆ་མང་པོ་འདོན། སྐད་ཆ་མང་པོ་བཤད་འགྲོ་དུས་དེ་ང་ཚོ་ལུང་སྟོན་མཁན་ལ་དཔེ་དཀའ་ཉེས་འདུག་དེ་ལུང་གི་སྒྲ་དེ་མི་མང་པོས་སྐད་ཆ་ལ་འདི་གི་གནས་འགྲོ་འགྲོ་བ་གནས་འགྲོ་དུས་དེ་རང་ཡང་ལུང་མ་ཐོབ་པ་གཞན་དག་ཆོས་གྲོགས་ཚོ་ཡང་ལུང་མ་ཐོབ་པ་བར་ཆད་བྱས།

ཁ་འདོན་བདེ་སྦྱོད་ལ་སོགས་པ་དེ་འདྲའི་ནང་ཡང་ཡོད་ནའི་རེད། དེ་ག་ནང་བཞིན་གྱི་དེ་ནི་ཅིག་ཤེས་དྲ་བ་རྣམ་པ་ཚོ་དེ་ནི་ཆགས་པའི་ཞེས་དཔེ་དེབ་ནང་ཡང་དེ་ཚོ་ཕལ་ཆེར་ད་རུང་གི་ཡོད་པ་འདྲ་ཁོ་དྲ་དེ་གོ་ན་འགྲིག་གི་རེད་བསམ་འདུག་ཡིན་ན་ཡང་ཁ་ཤས་ཀྱི་སྐྱིད་ཤུགས་ཀྱིས་ནས་ཀློག་ཡོད་འདུག་བ་ག་ཞིག་གིས་ཡང་ཀློག་ངོམ་བྱས་ནས་ང་ལ་ཀློག་སྦྱང་ཡོད་དཱ་ཞེས་ངོམ་སྤྲད་ནས་སྐད་ཆེམས་ན་ནི་དེར་དོན་དེ་འདྲ་བྱེད་ཀྱི་རེད་ཁ་ཤས་སྐད་ཆེམས་པ་དེ་བྱས་ན་འདིར་བར་ཆད་རེག་གི་འདུག་ཡང་ལུང་ཞུ་མཁན་གཞན་དག་ལ་བར་ཆད་ཀྱང་ང་ལ་ཡང་ད་ནི་ང་མ་བྱེད་མ་དགའ་བ་མ་རེག་གོ་ང་ལས་ལྷག་པ་ཀློག་འགྲོ་དགོས་ཡོད་རེད་པ་ཡིན་ན་ད་འདི་མཚམས་རེར་བར་ཆད་བྱེད་འགྲོ་གི་འདུག་ཁ་ཤས་ཀྱིས་བློ་ངོམ་གྱིས་ཁ་ཤས་ཀྱིས་སྐྱེ་ངོམ་གྱིས་ནས་དཔྱད་ཆེན་པོ་གྱིས་དེ་འདྲས་དེ་འདྲས་མ་ཡིན་པར་ཚང་མ་གྱིས་ཁུ་སིམ་པོ་གྱིས་དེ་འདྲས་གནང་ནས་འདི་སེམས་ནང་ཕལ་ཆེར་ད་འགྲིག་གི་ཡོད་ས་རེད་དེ་འདྲས་བྱས་ནས་དེ་ནི་གསན་རོགས་ཅེས་ཞུ་ཡ་ཡིན་དེ་ནི་ལུང་གསན་པའི་སྐབས་སུ་དེ་ནི་སྐྱེ་བོ་མཐའ་མའི་བར་སོ་སོའི་སྐྱེ་བོ་གཅིག་གི་རྩ་ནས་ཞུ་དགོས་བསམ་མ་དགོངས་ནས་ད་ལུང་གནང་མཁན་དེ་སྟོན་པ་ཤཱཀྱ་ཐུབ་པ་དངོས་ཡིན། ད་སྟོན་པ་དངོས་ཀྱི་དྲུང་ནས་བཞུགས་ཡོད་བསམ་པར་འགྲོའོ། དེ་འདྲས་ཀྱི་ཐུགས་བཅོས་སྒོ་ནས་གསན་ཡ་འདི་གལ་ཆེན་པོ་ཡིན་པར་དེ་འདྲས་བྱས་ནས་གསན་རོགས་གནང་ཞུ་ཡ་ཡིན། དེ་ད་རེས་མགོ་བཙུགས་ཡ་དེ་མདོ་སྡེ་སྐད་གསང་ནས་མགོ་བཙུགས་འགྲོ་གི་ཡོད་དེ་མ་གཞི། བཀའ་འགྱུར་ཁོ་རང་གི་དཀར་ཆག་གི་གོ་རིམ་བརྗེས་པ་ཡིན་ན་འགྱུར་བ་ནི་མ་བྱས་ཡོད་པ་ཡིན་པ་འདྲ་ཡིན་ན་ཡང་སྔ་མ་ད་དཔྱད་པའི་ཁྱིམ་དུ་དོལ་ཞེས་ང་ཚོ་ལ་གནང་དུས། མདོ་སྡེ་སྐད་གསང་སྐུ་སྟེགས་ཀྱི་སྔོན་ལ་ཡར་ཐེབས་ནས་མགོ་ལ་གནང་སོང། ད་འདིས་ཀྱི་ཕྱག་བཞེས་ཞེས་བོ་ཡ་གར་ཞུ་བ་ལྟར་དེའི་རྗེས་སུ་འབྲངས་ནས། དེ་ངས་ཀྱང་ད་རེས་རྡོ་རྗེ་སྐལ་བཟང་འདི་འདོན་གྱི་ཡོད། དེ་རྡོ་རྗེ་སྐལ་བཟང་འདིའི་ནང་ལ། དེ་ནི་སྐལ་བཟང་སངས་རྒྱས། ད་སྟོང་རྩ་རྒྱུན་གྱི་ཡོང་རེ་དེ་ཚུལ་གྱིས་དེ་ནི་གཅིག། ག་རེ་བཞུགས་པར་དང་པོ་རྒྱང་བཅུ་ཕྱོགས་སུ་ཐུགས་བསྐྱེད་ཚུལ་མཐའ་མངོན་པར་རྫོགས་པ་སངས་རྒྱས་ཚུལ། དེ་ནི་སངས་རྒྱས་དེ་ཚུལ་གྱིས་ཡབ་དང་ཡུམ་དང་འཁོར་ར་དང། སྐུ་ཚེ་གྱི་ཚད་ལ་སོགས་པ་དེ་འདྲའི་བར་སྐྱེ་ཤིང་རྒྱས་པ་བསྟན་ཡོད་པ་འདྲ་བརྗོད་བྱ་འདི་བོ་དེ་འདྲ་ཡོང་རེ་གསུངས་པ་འདུག་ད་དེའི་བར་ནས་མ། འདུག་ཟེར་ནས་འགོ་བཙུགས་ཀྱི་ཡོད། དེ་ཁ་སེང་སྐྱབས་ཀྱིས་རང་འཁྱར་འབུ་ཅིག་གསུང་གི་འདུག་ང་དེ་གོ་ཡ་མ་སོང། དེ་འབུམ་ཐང་ལ་བཀའ་འགྱུར་ལུང་མ་གནང་བའི་སྔོན་ལ། དེ་སྐྱབས་ཀྱིས་ཁྱིམ་བདག་རྡོ་རྗེ་འཆང་ཆེད་དུ་མངགས་ནས་འབྲས་ལྗོངས་སྒང་ཐོག་ལ་ཕེབས་ནས། རྒྱ་ཡན་ཁྱིམ་བདག་ཆོས་རྒྱུད་བློ་གྲོས་ཀྱི་མཁའ་འགྲོ་ཚེ་རིང་ཆོས་སྒྲོན་གྱི་སྐུ་མདུན་ནས་འདི་མདོ་སྡེ་བརྒྱད་ཟམ་གྱི་ལུང་དེ་ཚར་གཅིག་ཆད་གཅོད་བྱས་ནས་གསན་གནང་སོང་ཟེར། དེ་གསན་དགོས་ཡ་རྒྱུ་མཚན་ག་རེ་རེད་ཟེར་ན་སྔ་མ། རྒྱ་ཡན་ཁྱིམ་བདག་ཆོས་བློ་གྲོས་ཁོ་རང་དེ་ནས་ལུང་གསན་ཡ་གྱི་ཆེད་དུ་ལ་ད་འདི་ག་ལ་དེ་ནས་བླ་མ་ཡག་པོ་ཅིག་དེ་ནས་བ་ས་ག་ལ། དེ་ནས་ས་སྐྱ་བཀའ་བརྒྱུད་རྙིང་མ་རྒྱུད་ལོ་ཆུ་ལུག་ཞིག་གི་ནང་ལ་དར་ལུང་རྒྱུན་ཚད་ལྡན། དེ་ནས་དམ་ཚིག་སེར་སྨད་པ་འདི་འདྲའི་བར་རྩེ་གར་བཏང་ནས་དེ་བླ་མ་དེ་དང་ང་ཚད་འདི་ཞུ་ཡ་མི་འགྲིག་དེ་ནས་ད་གང་འདོད་ཆུ་ལུག་ཞིག་ག་གི་དེ་ལུང་ཚང་མ་ཚུར་སེམས་ནས་དེ་རྒྱ་ཡན་ཁྱེད་ཚོས་ཆོས་བློ་གྲོས་ཀྱི་སེམས་པ་རེད་ཟེར་དེའི་སྐབས་སུ་དེ་ནས་མཁའ་འགྲོ་ཡང་ལྷན་དུ་སེམས་ཡོད་ས་རེད་བ་ཨོ་དེ་ཡིན་དུས་བརྒྱུད་པ་དཔེ་མ་ཟད་དེ་རྩ་ཆེན་པོ་ཡིན་གསུངས་ནས་དེ་དུས་སྐྱ་བྷེ་ཁྱི་ན་རྡོ་ཆང་གིས་རྡོ་དེ་སྐྱ་སང་དེ་ལས་བྱས་ནས་སེར་གནང་སོང་གསུངས་གི་འདུག་དེ་ཡིན་དུས་དེ་བརྒྱུད་པ་དེ་དམིགས་བསལ་འདྲ་གཅིག་འདུག